ང་ཁ་སང་ཁྱིམ་མཚེས་ནང་གཅིག་འགྲོ་ཡིན་འདུག་ཁོ་ཚོས་མཆོད་པ་རྫིག་པོ་ཞེའུ་ཅིག་བཤམས་འདུག་ད་ང་ནི་ངོ་དགྲ་ཞིག་ཚར་སོང། དེ་ང་རང་ནང་གཅིག་ཡོང་ཡིན་ཏེ་མཆོད་པ་ཅིག་བཤམས་དགོ་ས་རེད་དྲན་སོང། ད་ཡིན་ན་ཡིན་སྐུ་འདྲ་མེད་པ། ད་རྒྱ་གར་དང་བལ་ཡུལ་ལ་མངགས་ན་ནི་ད་ཡུན་རིང་པོ་འགོར་གི་རེད་བ། དེ་ཨ་མི་རི་ཀ་ལ་ཉོ་ན་ནི་གོང་ཆེན་པོ་རེད། ད་དེ་ལས་པར་གཅིག་བརྒྱབ། གཅིག་བཀྲུ། གཅིག་བྱ་བྱས་ན། དེ་ནས་ཡང་པར་ཆེན་པོ་གཅིག་བཤམས་ཡང་ན་ཐང་ཀ་ཡང་སྐུ་འདྲ་ཐབ་བྱ་བྱས་ན་དེ་བྱ། ཡང་སྐུ་འདྲ་ཡག་པོ་ཅིག་ཉོ་དགོས་ན། ཁྱིམ་མཚེས་ཀྱི་སྐུ་འདྲ་ཞིག་འདུག་དེ་ལ་ཡག་ཅིག་ཉོ་ཡིན་ད། སྐུ་འདྲ་རྫིག་པོ་ཁྲ་ཤིག་ཤིག། ད་སང་ཉིན་ཁྱིམ་མཚེས་ནས་ང་ནང་ཡོང་དགོས་བ། ཁོ་ཚོས་ལྟད་མོ་བལྟས་ཨ་ངའི་སྐུ་འདྲ་ཡག་པོ་ཆེ་ཡོད་བསམ་ནས་ད་ཀུན་སློང་དེ་འདྲ་བྱས་པ་ཡིན་ན། ད་ད་ཀྱི་སྐུ་འདྲ་ཀླུ་ཡས་དང། ཆོས་པ་བུ་ཡས་དང་དུས་ཚོད་ཆ་ཚང་དགེ་བ་ཞི་རགས་ཆགས་ཀྱི་ཡོད་མ་རེད། དགེ་བ་ཏེ་གཅིག་དེ་ཡོད་ཀྱི་རེད་བ། ཡིན་ན་དགེ་བ་གལ་ཆེན་པོ་ཆགས་ཀྱི་མ་རེད། ཡང་ཀུན་སློང་ངན་པ།

ད་སྡིག་གི་གསེར་སྐྱེམས་བཏང་བ་དེ་གིས་སྡིག་པ་བསགས་ཡོད་རེད། ཕན་ཐོགས་ཡོད་མ་རེད་ཀུན་སློང་ངན་པར་བ། ད་ཀུན་སློང་བཟང་པོ་བྱས་ན་ག་འདྲ་བྱེད་དགོས་ས་རེད། ཆོས་མེད་ཀྱི་བུ། ཨ་ནི། ད་ལྟ་ཤིང་ཏོག་ཅིག་ཕུལ་བ་ཡིན་ན་ཀུན་སློང་བཟང་པོ་ག་འདྲ་དགོས་ས་རེད། ཕ་མ་དང་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ལ་ཕན་པ། འོ་དེ་ཀུན་སློང་བཟང་པོ་རེད། ང་དང་ཕ་མ་དང་སྤུ་གུ་དང་ནང་མི་དང་ཁྱིམ་མཚེས་དེ་ཚོ་ཡང་ལབ་བཞག་གོ་ད། ད་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ལ་ཕན་པ། འཛམ་བུ་གླིང་ཞི་བདེ་ཡོང་བ། གོང་ས་སྐྱབས་མགོན་ཆེན་པོ་ལ་སོགས་པ་བསྟན་འཛིན་གྱི་སྐྱེ་བོ་ཐམས་ཅད་སྐུ་ཚེ་ཞབས་པད་བརྟན་པ། ཨ་ནི་བོད། ཕྱི་ནང་ཡོངས་རྫོགས་ལ་ཡ། སྔོན་གནས་དགྲ་ནས་ཆོས་དང་རིག་གཞུང་ཆ་ཚང་ལ། ཡར་རྒྱས་ཡོང་བ། ད་ག་རེ་བསམ་ན་ཡང། འོ་དེ་འདྲས་ཀྱི་དོན་དུ་ཡིན། བསམ་ནས་ཕུལ་བ་ཡིན་ན། ཀུན་སློང་བཟང་པོ། བྱམས་པ་དང། སྙིང་རྗེ། ཀུན་སློང་བཟང་པོ་བྱམས་པ་དང་སྙིང་རྗེ་དང་ལྡན་པའི་ཀུན་སློང་ཆགས་འགྲོ་གི་ཡོད་རེད། རེད་བ། ཡིན་ན་ཡང། ད་རུང་འདི་བྱང་ཆུབ་སེམས་ཆགས་ཀྱི་ཡོད་རེད་བ་ཟེར་ན་ཆགས་ཀྱི་ཡོད་མ་རེད། བྱང་ཆུབ་སེམས། ཀུན་སློང་ཡག་ཤོས་དེ་བྱང་ཆུབ་སེམས་སྐྱེད་བྱེད་དགོས་ཡོད་རེད་བྱང་ཆུབ་སེམས། བྱང་ཆུབ་སེམས་འགོ་མྱོང་བ། ཡ་བྱང་ཆུབ་སེམས་སེམས་ངན་ག་ཚོད་ཡོད་ཕྱག་བརྐྱངས་ཤོག་ཨ། སྔོན་མ་བྱང་ཆུབ་སེམས་སྐོར་ལ་ཡ་ཆོས་ཐོབ་སྨྱུང་ངན་ག་ཚོད་ཡོད་ཕྱག་བརྐྱངས་ཤོག་ཨ། ག་རོ་བྱེད་ས་ར། ཏན་ཏན་རང་ཡོད་ས་མ་རེད། གཡས་གཡོན་ལ་མང་སོང་བརྟག་ད་ཨ་ཅག་སོས་ག་རེད། ད་བྱང་ཆུབ་སེམས་ཟེར་ན། སེམས་བསྐྱེད་པ་ནི་གཞན་དོན་ཕྱིར། ཡང་དག་རྫོགས་པའི་བྱང་ཆུབ་འདོད། ཟེར་ནས་ད་ཆོས་མེད་ཅིག་ཕུལ་བ་ཡིན་ན། ད་དེ་རིང་ང་ཆོས་མི་ཕུལ་ཡ་དེ། ང་དང་ནང་མི་དང་ཁྱིམ་མཚེས་དང་ཕ་མ་དང་འགྲོ་བ་རིགས་དྲུག། ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ལ་ཕན་པ། གནས་སྐབས་ཞི་བདེ་ཡོང་བ། མཐར་ཐུག་ནང་པའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ང་གིས་སངས་རྒྱས་དགོས་པ་ལ་བསྐོས་ཀྱི་ཡིན་བསམ་དགོས་ཡོད། དེ་ནི་སེམས་བསྐྱེད་ཟེར་མཁན་འདི་ལ་དམ་བཅའ་བྱེད་དགོས་ཡོད་དམ་བཅའ། ང་གིས་སེམས་ཅན་ཐམས་ཅད་སངས་རྒྱས་དགོས་པ་ལ་བསྐོས་ཀྱི་ཡིན། དེའི་ཆེད་དུ། དེ་རིང་ང་མཆོད་མེ་འདི་ཕུལ་གྱི་ཡིན། ཤིང་ཏོག་འདི་ཕུལ་གྱི་ཡིན་བསམ་པ་ཡིན་ན། ད་ཀུན་སློང་དེ་ཚད་མེད་པ་ཆགས་ཡོད་རེད། ཀུན་སློང་བཟང་པོ། རྒྱ་ཆེན་པོ། ཚད་མེད་པ། བྱང་ཆུབ་ཀྱི་སེམས་ཟེར་ནས་གསུངས་པ་རེད། བྱང་ཆུབ་སེམས་སྐྱེས་གྱུར་ན་སྐད་ཅིག་གིས་ཁོ་བོའི་བརྩོན་རར་བསྡམས་པའི་ཉམ་ཐག་རྣམས། བདེ་གཤེགས་རྣམས་ཀྱི་སྲས་ཞེས་བརྗོད་སྦྱར་ཞིང། འཇིག་རྟེན་ལྷ་མིར་བཅས་པའི་ཕྱག་ཆར་འོས། བྱང་ཆུབ་སེམས་སྐད་ཅིག་མ་གཅིག་སེམས་ནང་ལ་སྐྱེ་ཐུབ་པ་ཡིན་ན། མི་ཚེ་འདི་དོན་ཡོད་པ་ཆགས་འགྲོ་གི་ཡོད་རེད། ྋགོང་ས ྋསྐྱབས་མགོན་ཆེན་པོ་གིས་ག་དུས་ཡིན་ན་ཡང་བྱང་ཆུབ་སེམས་བསྐྱེད་དེ་གལ་ཆེན་པོ་རེད་གསུངས་འདུག་སྔོན་མ་རྡོ་རྗེ་གདན་ལ་ཡ། ང་ཚོ་སངས་རྒྱས་སྟོན་པ་གི་སྐུ་གཟུགས་ལ་ཡ། ཏོག་ཅིག་ཕུལ་བར་གཙུག་ཏོར་གསེར་གྱི་ད་འདིའི་སྐབས་ལོ་སྐབས་སུ་བསོད་ནམས་ཀྱི་ཚོགས་རྒྱ་ཆེན་པོ་ཅིག་གསོག་འགོ་དགོས་འདུག་གསུངས་བ་རེད། ཨ་ནི་གུམ་སྟོན་གྱི་བྱང་ཆུབ་སེམས་བསྐྱེད་ཀྱི་སྡོམ་པ་གནང་བ་རེད། ད་བསོད་ནམས་ཀྱི་ཚོགས་བསགས་ཡ་ལ། བྱང་ཆུབ་སེམས་བསྐྱེད་དེ་ལས་ཆེ་བ་ཅིག་ཡོད་མ་རེད་གསུངས་བ་རེད། དེ་ཡིན་དུས་བྱང་ཆུབ་སེམས་སྐད་ཅིག་མ་ཅིག་སྐྱེས་པ་ཡིན་ན་ཡང་ཕན་ཡོན་ཚད་མེད་པ་ཆགས་ཀྱི་འདུག་ཨ། མཁྱེན་སོང་ཨ།

ད་ཁྱེད་རྣམ་པ་ལ་ནུས་པ་དང་རྩལ། དེ་ནས་ཤུགས་ཡོད་ན། སེམས་ཅན་ཐམས་ཅད་སངས་རྒྱས་གོ་འཕང་ལ་བཀོད་ཐུབ་པའི་གི་ནུས་པ་དང་རྩལ་དང་ཤུགས་ཡོད་ན་བཀོད་ཐུབ་ས་རེད། བཀོད་གི་ཡིན་བཀོད་གི་མིན། བཀོད་ཐུབ་མི་ཐུབ་སྐད་ཆ་མ་རྟ། ཡིན་ན་བཀོད་ཡས་ཀྱི་ནུས་པ་ཡོད་ན། སེམས་ཅན་ཐམས་ཅད་སངས་རྒྱས་ས་ལ་བཀོད་ཐུབ་པའི་ནུས་པ་ཅིག་ཁྱེད་རྣམ་པ་ལ་ཡོད་ན། བཀོད་ཀྱི་ཡིན་བཀོད་ཀྱི་མེད། བཀོད་ཀྱི་ཡིན་བསམ་པ་ཡིན་ན་ཕྱག་བརྐྱང་ཤོག་ཨ། འོ། ད་དེ། སྨོན་པ་བྱང་ཆུབ་སེམས་དང་ཐག་ཉེ་པོ་ཆགས་ཡོད་རེད། སྨོན་པ་གི་བྱང་ཆུབ་སེམས་ཟེར་དུས། སེམས་བསྐྱེད་པ་ནི་གཞན་དོན་ཕྱིར་ཡང་དག་རྫོགས་པའི་བྱང་ཆུབ་སེམས་སེམས་བསྐྱེད་ཐམས་ཅད་སངས་རྒྱས་གོ་འཕང་ལ་བཀོད་དགོས་བསམ་པ་བློ་བྱེ་རོ་སྨོན་པ་སེམས་བསྐྱེད་རེད། རེད་དོ། ད་ཡིས་དཀའ་ངལ་ཅི་ཡོད་རེད་བ་དཀའ་ངལ་དེ་ག་རེད་ཟེར་ན་ཁྱེད་རང་རྣམ་པ་ལ་དེ་ནུས་པ་ཡོད་མ་རེད་བ། སེམས་ཅན་ཐམས་ཅད་སངས་རྒྱས་གོ་འཕང་བཀོད་ཡ་ཕ་ཤ་ང་རང་ཡང་སངས་རྒྱས་གོ་འཕང་ཐོབ་ཐུབ་ཡོད་མ་རེད། དེ་ཡིན་དུས་ད་ནུས་པ་མི་འདུག་བ། གཞན་ལ་ཕན་ཐོགས་ཡ་ཕ་ཞག་ང་རང་ལ་ཡང་ཕན་ལྟ་ཐོགས་མི་འདུག། ང་རང་ཡང་མགོ་ཐོན་མ་ཐུབ་ནས་སྐད་སྣ་འདྲ་ལ་མྱང་བསྡད་ཀྱི་འདུག། ལས་ཀ་མང་པོ་ལས་ནས་དེ་ལས་ཀ་ཚར་རོགས་མ་བྱེད་ཁང་པ་བུ་ལོན་སྤྲད་མ་ཐུབ། ཨ་ནི་ཡང་ཡིག་ཆ་རག་ཐུབ་ལ་མ་ཐུབ་དཀའ་ངལ་མང་པོ་འདུག། དང། དྲི་བ་གཉིས་པ་སྟེ། དེ་འབྲེལ་གྱི་ནུས་པ་མ་འོངས་པ་ལ་ཡོང་ཐུབ་ཡས་ཀྱི་རྒྱུ་ས་ཡ་ཡོད་ན། སེམས་ཅན་ཐམས་ཅད་སངས་རྒྱས་ས་ལ་འགོད་ཐུབ་པའི་ཀྱི་ནུས་པ་འདི་རྒྱུ་སངས་འདོད་ཡོད་ན། ས་ཡ་ཡོད་ན། ས་སྣང་ཡིན་པས། ཡིན་བསམ་པ་ཡིན་ན་ཆ་སྐྱོང་ཤོག་ཨང། འོ། ད་འདི། འཇུག་པ་འཇུག་པ་སེམས་བསྐྱེད་ཆགས་འགྲོ་བའི། སེམས་བསྐྱེད་ལ་གཉིས་འདུ་བ། སྨོན་པ་སེམས་བསྐྱེད་དང་འཇུག་པ་སེམས་བསྐྱེད། སྨོན་པ་སེམས་བསྐྱེད་ཟེར་ན། འབྲས་བུ་ལ་དམ་བཅའ་བ། འཇུག་པ་སེམས་བསྐྱེད་ཟེར་ན། རྒྱུ་ལ་དམ་བཅའ་བ། ད་ཆོས་མི་ཕུད་ཀྱི་རེད་བ། ངག་གིས་སེམས་ཅན་ཐམས་ཅད་སངས་རྒྱས་གོ་མ་ལ་བཀོད་པའི་ཆེད་དུ། དེ་རིང་ང་ཆོས་མེད་དེ་ཕུགས་ཡིན་བསམ་ན། དེ་ནི་མུན་པ་དང་འཇུག་པ་སེམས་གཉིས་ཚང་གི་ཡོད་རེད། ད་སྒོམ་རྒྱག་གི་རེད་བ། སེམས་ཅན་ཐམས་ཅད་སངས་རྒྱས་བཀོད་པ་ལ་བཀོད་པའི་ཆེད་དུ་ང་དེ་རིང་སྒོམ་རྒྱག་གི་ཡིན་བསམ་པ་ཡིན་ན། མུན་པ་དང་འཇུག་པའི་བྱང་ཆུབ་སེམས་བསྐྱེད་དེ་ཚང་འགྲོ་གི་ཡོད་རེད། འོ་ད་འདི་གཉིས་པོ་དེ་ལ། སྐྱབས་འགྲོ་དང་སེམས་བསྐྱེད་གཉིས་དེ་ལ། དེ་ནི་སྦྱོར་བ། སྐྱབས་འགྲོ་སེམས་བསྐྱེད་ཀྱི་དམ། དམ་པ་སོང་བ་རེད། དེ་ནས་ད། སྦྱོར་བ། སྐྱབས་འགྲོ་སེམས་བསྐྱེད་དེ་ཞུ་ཚར་སོང་བ། ད་དངོས་གཞི་དམིགས་པ་མེད་པ་ཟེར་དུས་གཙོ་བོ་དགྲ་བོ་དེ་སྟོང་པ་ཉིད་ཀྱི་དོན་རྟོགས་པ་ཡིན་ན་དམིགས་པ་མེད་པ་དོན་ཡོངས་སུ་རྫོགས་པ་ཚང་གི་ཡོད་རེད། ད་དེ་མ་བྱུང་ན་ཡང་སེམས་མ་ཡེངས་པ་བྱས་ནས་ད་ཆོས་པ་ཕོ་ཡས་དེ་ཡང་དངོས་གཞི་གི་ཉམས་ལེན་ཆགས་ཀྱི་ཡོད་རེད་སྦྱིན་པ་བཏང་ཡས་མི་ལ་རོགས་པ་བྱས་ཡས། སེམས་པ་བཟང་པོ་བྱེད། ཅེས་སོགས་ལ་ཞབས་ཕྱི་ཞུ་ཡས། ཨ་ནི། སྒོམ་རྒྱ་ཡས། སྒོམ་རྒྱ་བ་ཡིན་ན། ད། བསམ། བསམ་གཏན། ཕྱག་དྲུག་ཡོད་རོ། དེ་ཡིན་དུ། སྦྱིན་པ། ཚུལ་ཁྲིམས། བཟོད་པ། བརྩོན་འགྲུས། བསམ་གཏན། ད་ཤེས་རབ་ལ་སོགས་པ་ཉམས་ལེན་ཕར་ཕྱིན་དྲུག་གི་ཉམས་ལེན་ག་རེ་བྱས་ན་ཡིན་དངོས་གཞི་ཆགས་ཡོད་རེད། ཨ་ནི། མ་ནི་འདོན་ཡས་དང། གསོལ་བ་བཏབ་ཡས་ཞལ་འདོན། ཁ་འདོན། བསྐོར་ར། ཕྱག། ཕྱག་དང་མཆོད་པ་དང་བསྐོར་ར་ལ་སོགས་པ་ག་རེ་བྱས་ན་ཡིན་དངོས་གཞི་ཆགས་ཡོད་རེད།

བཀའ་ལས་མེད་པའི་རྒྱུ་མཚན་ག་རེ་ཟེར་ན། གོམས་ཀྱི་ངོ་བོ་དེ་མ་ཡེངས་པ་སེམས་པ་དྲན་པ་བསྟན་ཡོད་རེད་དྲན་པ། དྲན་པ། ང་རང་ཚོ་སྐབས་འགའ་ལ་དྲན་རིག་གསུངས་པ་རེད། གདམས་ངག་གི། ད་གཞུང་གི་ལུགས་གཞུང་གི་ལུགས་དེ་སྙིང་པོ་བསྡུས་ནས་ཉམས་ལེན་བྱས་ལ་ད་གདམས་ངག་གི་ལུགས་གསུངས་དགོས་ར་བ། དེའི་སྐབས་སུ། དེ་ནི་དྲན་པ་དང་ཤེས་བཞིན་ཁྱད་པར་མ་ཕྱེ་བ་ཅན། ཚུར་བསྡུས་ནས་དྲན་རིག་ཡང་གསུང་གི་ཡོད་རེད། མདོར་བསྡུ་ན། ད་ལྟ་ང་རང་ཚོ་སེམས་ཀྱི་རང་བཞིན་གྱི་ཡོན་ཏན་ཧ་གོ་བསྡད་མཁན་ཞིག་ཡོད་རེད། འདི་ངས་ལག་པ་འཐུང་གི་འདུག་ཨེ། ལག་པ་འཐུང་གི་འདུག་ན་ཡར་ཕྱག་བརྐྱངས་ཤོག་ཨ།

བྲོ་ལྡིང་ལྡིང་འདྲ་བོ་ཞིག་འདུག་ན་ལག་པ་བརྐྱང་ཨ། འོ་འདི་དྲན་པ་རེད། དྲན་པ་ཟེར་དུས་ཧ་གོ་དེ་གན་ཅིག། མིག་གི་ཡུལ་དུ་གཟུགས། རྣ་བའི་ཡུལ་དུ་སྒྲ། སྣའི་ཡུལ་དུ་དྲི། ལྕེའི་ཡུལ་དུ་རོ། ལུས་ཀྱི་ཡུལ་དུ་རེག་བྱ། ཨ་ནི། སེམས་འཁྲུགས་པ། ཡེ་ཤེས་ཀྱི་ཡུལ་དུ་ལྟ། རྣམ་རྟོག་དེ་ཚོ། ད་ལྟ། བཟང་པོ་དང་ངན་པ་དང་བར་དམིགས་ཀྱི་རྣམ་རྟོག། གདུལ་བྱ་ཚང་ཧ་གོ་ནས་ཤེས་བཞིན་དུ་བཞག་བཞག་པ་ཡིན་ན། ཨ་ནི་དྲན་པ་ཉེ་བར་བཞག་པ་ཟེར་ནས་གསུང་གི་ཡོད་རེད། བསྒོམ་བྱ་རུ་བསྒོམ། རེད་དུ་བ། དེ་ནས། ད། བྱས་ཙང་གི་ཕྱག་བརྐྱང་བྱོ།

འདི་ལ་ཚོར་བ་བཏང་སྙོམས་པ་སོང་བས་ནམ་རྒྱུན། དམིགས་བསལ་ཚོར་བ་མ་རྙེད་པ་ཡིན་ན་ཚོར་བ་བཏང་སྙོམས་པ་ཟེར། ད་ལག་པ་ལྟར་ཡང་ཡག་ཤོག་ཨ། ད་དཔུང་པ་ན་གན་ག་ཟེར་དོ། ལག་པ་ཡོད་ཤོག་ཨ། དཔུང་པ་ན་གི་འདུག་ཨ། འོ་འདི་ལ་ཡང་ཚོར་བ་སྡུག་བསྔལ་ཟེར་རོ་ཚོར་བ་སྡུག་བསྔལ། དེ་ན་ཏིང་ཏིང་ཆགས་འདུག་ཨ། ད་ལག་པ་ད་མ་བྱེད་ཤག་ཨ། ད་ཡང་ཏིང་ཏིང་ཆགས་སོང་ཨ། དེ་ལ་ཚོར་བ་ཡང་བ། བདེ་ལྷང་ལྷང་ཆགས་འདུག་ཨ། དེ་ལ་ཚོར་བ་བདེ་བ། འོ་ད་དེ་འདྲ་ཡིན་དུས་གཅིག། གཟུགས་སྒྲ་དྲི་རོ་རེག་བྱ་ཟེར་ཚོར་བ་དུ་ས་ག་རེ་ཡོད་ན་དེ་ཧ་གོ་ཙམ་བྱས་ནས་ཤེས་བཞིན་དུ་དེ་ང་ལ་བཞག་ན་ཞི་གནས་ཆགས་འགྲོ་གི་རེད་ཧ་གོ་སོང་ཨ།